སྲུང་མ་རྒྱ་ཆེན་རྡོ་རྗེ་ཤུགས་ལྡན་ལ་དད་པ་ཡོད་པའི་ཕྱོགས་བྱས་ནས། གོང་ས་ལྔ་པ་ལ་ངས་ཁ་གཏོང་གི་མེད་བཀོད་པ་ལྟ་གི་མེད། ཨོ་ཡ། ངས་ག་རེ་བཤད་ཀི་ཡོད་རེད། གོང་ས་ལྔ་པའི་གི་པའི་མཛད་པ་རྣམ་ཐར་དེ་ལ་དངོས་ཡོད་གནས་ཚུལ་གི་ཐོག་ནས་ངས་དཔྱད་པ་ཞུ་གི་ཡོད་རེད། དཔྱད་པ་བྱེད་ཆོག་གི་མ་རེད་རྒྱལ་གཅེས་ཁྲི་བྱང་རིན་པོ་ཆེ་གིས་གསུངས་ཡོད་མ་རེད་ལ་ནས་གསུམ་ཐུབ་ཀི་ཡང་མ་རེད་ཁོང་གིས། སྟོན་པ་སངས་རྒྱས་ཀྱི་གསུང་ལ་ང་རང་ཚོ་དཔྱད་པ་བྱེད་ཆོག་གི་ཡོད་རེད་རྒྱ་གར་དཔེ་སྒྲོག་གི་ལྗོངས་ལ་དཔྱད་པ་བྱེད་ཆོག་གི་ཡོད་རེད། དེ་ཡིན་དུས་གཙང་པ་རྒྱལ་བ་མངའ་བྷེས་ཀྱི་མཛད་པ་ལ། མཛད་པ་རྣམ་ཐར་ལ་ང་རང་ཚོ་དཔྱད་པ་བྱེད་མ་ཆོག་ཡག་གི་རྒྱུ་མཚན་ཡོད་མ་རེད། དཔྱད་པ་བྱེད་ཆོག་གི་རེད་དཔྱད་པ་བྱེད་པ་ལ་སོ་སོའི་ཉོན་མོངས་པའི་གི་ཀུན་ནས་སློང། ཕྱོགས་རིས་ཆགས་སྡང་གི་དབང་དུ་སོང་པའི་གི་ཀུན་ནས་སྐད་ཆ་བཤད་པ་ཡིན་ན་ད་ཐོ་སོ་སོ་ལས་ངན་པ་བསགས་གི་ཡོད་ཙང། དེ་འདྲའི་གནང་རྒྱུ་ཡོད་མ་རེད་ཟེར་ལམ་སྟོན་དེ་གནང་འདུག་ཟེར། ལམ་སྟོན་དེ་གནང་ཡོང་དུས་རྩོམ་པ་དོན་ལ་དཔྱད་པ་བྱེད་དགོས་རེད་གསུང་མ་ཡོད་རེད་ང་རང་ཚོ་དེ་སྐད་ཆ་ཁྲི་ཡང་རིན་པོ་ཆེ་དེ། དཔྱད་པ་བྱེད་པ་དེ་ཡང། བློ་གཟུ་བོར་གནས་པའི་སྒོ་ནས་ཕྱོགས་རིས་ཆགས་སྡང་གི་དབང་དུ་མ་སོང་བའི་སྒོ་ནས་དཔྱད་པ་བྱེད་ཤོག་གསུང་མ་ཡོད་རེད་དེ་ང་རང་ཚོ་ལམ་སྟོན་གི་ཡོད་རེད། དོན་དངོས་ཀྱི་ཐོག་ན་ད་ང་རང་ཚོ་བློ་གཟུ་བོར་གནས་པའི་སྒོ་ནས་དཔྱད་པ་བྱེད་ཡོང་དུས་རྩོམ་པ་ད་ད་ལྟ་རྒྱལ་བ་ང་ཕོད་དགེ་བའི་མཛད་པ་རྣམ་ཐར། དངོས་ཡོད་ག་རེ་ཡིན་མིན་དེ་དག་མཐོང་ཡག་གི་ལམ་ཁ་ཐོག་སུ་བྱས་ནས་གླེགས་ཀྱི་ཡོད་རེད། འོ་བྱས་ཙང་དེ་ཡིན་དུས་རྩམ་པ་འདི་གི་ཐུགས་ལ་དཔེ་ཡང་ནས་བསྐྱར་དུ་བཤད་དུ་དགོས་ཡ་ཞུ་དུ་དགོས་ཡ་རྒྱུ་མཚན་འདུག་སི་རེད་ཟེར་ནས་ཞུ་གི་ཡོད། ད་རེས་དེ་རྒྱལ་བ་ལྔ་འཕེལ་གྱི་ད་ལྟ་དུ་ཁུ་ལས་ཀྱི་ཁུ་ཚང་གི་ནང་ནས་ད་ག་རེ་བཟོ་དགོས་རེད། མཆོག་ཤེས་བྱ་བ་བརྒྱ་ཆ་བརྒྱ་ཡོད་རེད་དེ་ཡོད་ཆོག་གི་རེད། ངས་ད་ལྟ་གོང་དུ་ཞུས་པ་ནང་གི་སྤྲུལ་པའི་སྐུ་གྲགས་པ་རྒྱལ་མཚན་ཡི་གེ། གར་སོགས་ཀྱི་ནང་སོ་ནོར་བུ་འགྲོ་དུས་ན་ཚ་དང་གར་སོགས་སྙུང་གི་གང་ཡང་མེད་པ་གཅིག་གི་ཐུགས་ལ་གློ་བུར་དུ་སྙུང་བ་རེད་ཟེར་ཨ་ནེ་རྒྱལ་བ་ལྔ་བར་སྐད་བཏང་ནས་ཡི་གེ་ཡར་འགྲོ་དུས་ཙམ་པོ་འབྱུང་པོ་གཅིག་གི་གླང་བརྒྱག་ཟེར་ཡ་སྐད་རྒྱག་དུས་སོ་དེ་འབྱུང་པོ་གཅིག་གི་གླང་བརྒྱག་ཟེར་ཡ་སྐད་རྒྱག་དུས་སོ་དེ། རྐང་བཙོག་ནས་པས་གར་སོགས་ཀྱི་རྫུན་བཟོ་བྱས་པ་གྱི་རེད་མ་གཏོགས་པ་སྐད། རྩ་བ་ཉིད་ནས་ཁུངས་ལུང་ཡོད་པའི་སྐད་ཆའི་ཆོས་ནི་མ་རེད། བྱས་ཙང་དེ་ཡིན་དུས་རྩམ་པ་རྒྱ་བ་རྔ་བ་ཁོ་རང་ཡི་གེའི་གཟིམ་ཁང་གོང་ལ་ཕྱིན་འདུག་བ་དེ་ནི་ངེས་ལ། དང་པོ་ནང་སོག་ནོར་བུ་བཏང་འདུག་བ་ནང་སོག་ནོར་བུ་བཏང་ཚུར་དུས་རྩམ་པ་ད་གར་སོ་དེ་སྲིད་བསོད་ནམས་རབ་བརྟན་གྱི་མི་རྒན་ནས་ལྷ་ས་ནས་ད་ཡིན་གྱི་མི་གཉིས་དེ་ནས་རྒྱ་བ་རྔ་བ་འགྲོ་དགོས་ཡོད་འགྲོ་དགོས་རེད་ཟེར་ལབ་འདུག་བ་དེ་ཡིན་གྱི་མི་གཉིས་འགྲོ་དགོས་རེད་ཟེར་རྒྱུ་མཚན་ག་བ་ཐུག་ཡོད་རེད་དེའི་ཁར་རྒྱ་བ་རྔ་བ་མཚམས་དང་པོ་ཤུད་བུ་གཅིག་ལ་བསྡད་ཡོད་ཟེར་བཤད་ཀྱི་ཡོད་རེད། ད་ཡི་གེ་ཡར་ལས་ཚ་དུས་ཙམ་པ་ག་རེ་བཤད་དགོས་རེད། ངས་གར་སོར་རྒྱལ་ནང་གྱི་མཁས་པ་ཡིན་ཏེ་དེ་ནས་པའི་གང་ཡང་ཐོབ་མ་སོང་ཟེར་འབྱུང་པོ་གཅིག་གིས་བླངས་བཞག་ཟེར། འབྱུང་པོ་ག་རེ་བླངས་བཞག་ནས། འབྱུང་པོ་བླངས་བོད་ཀྱི་དཔང་རྟགས་ག་རེ་ཡོད་རེད་ནས། ཁོང་ག་རེ་བྱེད་དགོས་རེད། སོ་སོ་གིས་བཤད་པའི་སྐད་ཆ་དེ་ཚོ་སོ་སོ་གིས་ཐག་བཅད་ནས་བཤད་པའི་སྐད་ཆ་དེ་ཚོ་དེ་སོ་སོ་གིས་འགན་འཁྱེར་བའི་ཐོག་ནས་ཁོང་བྱས་ཡོད་དགོས་རེད་བ། དེ་ཁོང་ག་རེ་བྱེད་དགོས་རེད། འབྱུང་པོ་གཅིག་གིས་བརླམ་བསྡད་པ་མཐོང་ཡོང་དུས་འབྱུང་པོ་དེ་དག་ཨ་ནེ་པའི་དཀྲིས་མ་ཐོབ་པར་གར་བྱས་པ་རེད། མཁྱེན་པའི་ཡོན་ཏན་མ་གཏོགས་ཁོང་ལ་ཨ་ནེ་ནུས་པའི་ཡོན་ཏན་ཆོས་ནས་མེད་པ་དེ་འདྲ་རེད་བས། སྤྱིར་ནས་ངས་གོང་དུ་ཞུས་པ་ནང་གི་སྤྲུལ་པའི་སྐུ་གྲགས་པ་རྒྱལ་མཚན་ལ་འབྱུང་པོ་གཅིག་གིས་བརླམ་བསྐྱལ་ཟེར་ཡ་དེར་ཕྱི་ལས་འདས་པའི་སྐུར་བ་བཏགས་པ་ཅི་རེད་རྣམ་པ་ཚོགས་ཀྱི་དེ་རིགས་འདུག་མ་འདུག་དགོངས་པ་ཞིག་གདའ། བྱས་ཙང་དེ་ཡིན་དུས་བརྩམས་པ་ད་རྡ་རམ་ས་ལའི་གི་བའི་དར་མདའ་འདིའི་གི་ཕྱོགས་ལ་ད་ཕྱོགས་ཤིག་ལོག་ཤིག་མང་པོ་ཞིག་ར་བྱེད་ཀྱི་ཡོད་རེད། དེ་ཡི་གི་ཐོག་ལ་ང་རང་ཚོ་སྤྲུལ་པའི་སྐུ་གྲགས་པ་རྒྱལ་མཚན་ཟེར་ཡ་དེ། སྐུ་བཀྲོངས་ཡོད་པ་དང་བཀྲོངས་མཁན་དེ་ཡང་གཟུགས་མཁོ་འོག་མ་ཡིན་པ། དེའི་ཡང་རྒྱལ་བ་ལྔ་པ་ཁོ་རང་ལ་པའི་ཐད་ཀར་འབྲེལ་བསྡད་པ་ཀྱི་ཁོ་རང་གི་པའི་མཛད་པ་རྣམ་དག་དུ་སོག་ལེ་ཀྱི་སྟོད་ཧུ་ད། སེར་པོ་སེར་ཆང་ཅན་དུ་ཆགས་ཡ་ཞུ་ཡ་རེད། བྱས་ཙང་དེ་ཡིན་དུས་ཙམ་པ་ངའི་གཤིན་རྗེའི་མེ་ལོང་གི་ནོར་ལ། ད་དེའི་གར་སོག་གི་ས་བརྒྱད་ཀྱི་པི་ཀི་ཀ་རྩར་དུ་བཏོན་ནས། ལེ་མཚན་འདྲ་པོ་ཀྱི་རྩར་དུ་བཏོན་ནས། ཨ་ནེ་སྤྲུལ་སྐུ་གྲགས་པ་རྒྱ་མཚོས་ཀྲོང་གིས་གུཔྟ་ལག་དམར་མོ་ངོ་མ་དུ་སུ་རེད་ཟེར་དུས་རྩམ་པ་ད་དེ་སྐྱེས་པ་གནང་རོགས་གྱིས་ཟེར་ནས་ད་བཞུགས་ཀྱི་ཡོད་རེད། སོ་སོའི་གུས་པས་དཔྱད་པ་བྱས་པའི་དཔྱད་འབྲེལ་འམ། རྣམ་པ་ཚོ་ལ་གླིང་གཞིས་ཀྱི་ཚོགས་འདུ་སྟབས་བདེ་ཡིག་ཐོག་ནས་ཐོགས་ཟིན་བཀོད་ཡོད་རེད་དེ་ནས་ངག་ཐོག་ནས་ཐོགས་ཟིན་ཞུ་གི་ཡོད་རེད། འདི་ངས་ངས་ཕྱོགས་གཅིག་ལ་ལོང་འདུག་ནས་ཕྱོགས་གཅིག་ནག་པོ་བཟོ་ཡག་གི་པའི་ཀུན་སློང་དེ་ངས་ཡིག་ཐོག་ཡི་གེ་བྲིས་པའི་དཀའ་ཐུག་ལ་མེད་ལགས་ན་དེ་རིང་སྐད་ཆ་བཤད་པའི་ལ་དུས་སྐབས་དེ་ལ་ཡང་རྩ་བ་ཉིད་ན་མེད། ང་རང་ཚོ་དངོས་ཡོད་གནས་ཚུལ་དེ་ཟེར་ཡག་དེ་ག་རེ་ཡིན་པ་དེ་ཁས་ལེན་དགོས་ཀྱི་ཡོད་རེད། དེའི་རྗེས་སུ་འབྲང་དགོས་རེད། ལས་སྐྱོན་འབྲེལ་མེད་པ་བཅས་ཀྱི་དངོས་ཡོད་གནས་ཚུལ་མི་མཐུན་པ་བཅས། དེ་འདྲ་གི་སྐད་ཆ་ཅིག་བཤད་པ་ཡིན་ན་ང་རང་ཚོའི། ཤ་ཁྲག་གཅིག་ལས་ཆད་པའི་བོད་རྒྱ་ཆེ་མི་དམངས་ལ་རྩ་བ་ཉིད་ནས་ལས་དག་ཡག་ཡོད་མ་རེད། ད་ག་ནང་བཞིན་གི་ང་རང་ཚོ་གུ་རུ་དགེ་ལུགས་བོད་ཀྱི་བསྟན་པ་འདི་ལ་ཕན་ཐོག་ཡག་བཞག་བྱས་ནས་གནོད་མ་ཐུབ་ཡོད་མ་རེད་དེ་ཡིན་དུས་རྩམ་པ་ངས་དུས་དང་རྣམ་པ་ཀུན་ཏུ་ང་རང་ཚོ་དངོས་ཡོད་གནས་ཚུལ་ཟེར་ཡག་དེ་བཤད་དགོས་རེད་ཟེར་ཞོར་དུ་གོ་ཡ་རྒྱུ་མཚན་དེ་རེད་དེ་ང་རང་གི་དྲང་པོ་བཤད་པ་ཡིན་ན་ང་རང་གི་བེད་དོ་འདི་དེབ་འདི་སོགས་དག་དེབ་འདི་སོགས་མར་བྲིས་པའི་བརྒྱུད་རིམ་དང། དྲ་ཐོག་ལ་སྐད་ཆ་བཤད་པའི་བརྒྱུད་རིམ་གྱི་ཐོག་ལ་ངའི་བསམ་བློ་གདེང་ལ་ཀུན་སློང་དེ་བསྐྱོད་འདུག་ན་ངས་སྐད་ཆ་བཤད་དགོས་བརྒྱུད་ཡིག་ཏུ་ཡི་གེ་འདིར་བྲིས་པ་རེད། དེ་མ་གཏོགས་བ་གི་གཅིག་གི་གཅིག་ལ་ཁར་བཟོ་དགོས་རེད་ད་ནམ་ས་ལེ་ཁའི་བཤད་པ་ནང་གི་ཀྱི་ཕྱོགས་ཤིག་ལོག་ཤིག་བརྗེད་དུ་དགོས་ན་ག་རེ་བཤད་ཤིག་གང་བྱེད་བྱས་ཡོད་རེད་རེད་དེ་དེ་གི་ང་ནང་ཚོ་ནང་ཁུལ་ལ་ཅིག་མགོ་སྐོར་འདྲ་བོ་ཅིག་བཏང་ཐོག་ན་མ་གཏོགས་བ་གི་ཕྱི་ལོག་ལ་བཏང་ཐོག་གི་མ་རེད་བཏང། བསྟོད་པའི་དབང་དུ་བཏང་ན་དེ་ཁོངས་ཆུད་གི་མ་རེད། ཕན་ཐོགས་ཡོད་མ་རེད། དགེ་བ་ཡོད་མ་དགེ་མཚན་ཡོད་མ་རེད། དེ་ནས་ད། སྤྲུལ་པའི་སྐུ་གྲགས་པ་རྒྱལ་མཚན། སྐུ་བཀྲོངས་པའི་གི་དཔང་རྟགས་གཅིག་ག་རེ་ཡོད་རེད་ཟེར་ན། ད་ད་ལྟ་དེ

འབྲས་སྤུངས་དུ་གཡུ་ཡི་བྱིན་སྤོགས་བདག་ལ་ལ་མ་བྱིན་པ་རེད། གཡུ་བརྐོ་ཡ་ག་རེ་རྒྱུ་མཚན་ག་རེ་རེད། སྤྲུལ་པའི་སྐུ་གྲགས་པ་རྒྱལ་མཚན་ཁོ་རང་ལ་དངོས་གནས་དྲང་གནས་ཀྱི་ཁོ་གཉིས་པ་རུ་ལ་དད་པ་དམ་ཚིག་ཉམས་ཆག་མེད་པར་བྱས་ཏེ་སོ་སོ་ལ་ངོ་གནོང་བསྐུར་བས་དགོས་པའི་ནོངས་འགྱོད་ཀྱི་མེད་པ་ཡིན་ན། དཔེར་ན་སྤྲུལ་སྐུ་གྲགས་པ་རྒྱལ་མཚན་ཡིས་དངོས་སུ་སྨྱུང་སྨྱུང་པའི་ཁ་དོག་ལ་ཁོ་རང་གར་སོང་ལྷག་བསམ་རྣམ་པར་དག་པའི་དབང་བསྐུར་བ་ཕྱིན་ཡོད་པ་ཡིན་པ་ཡིན་ན། སྤྲུལ་བའི་སྐུ་གྲགས་པ་སྤྱན་གཟིགས་ཀྱི་སྐུ་མཐོང་ཞུ་བའི་ཉིན་མ་ཐོན་ན་ཁོ་རང། ཡི་གེ་གིས་དངོས་གནས་བྱས་ན་དབུ་བཞུགས་བྱེད་དགོས་ཡ་ཅི་ཡོད་རེད་ག་སྲིད་ཁོ་རང་གཅིག་མིང་ཆེན་པོ་ཡོད་པ་ཡིན་དུས་དབུ་བཞུགས་བྱེད་མ་ཐོབ་ན་ལས་གོང་འཕགས་ཀྱི་གླིང་ལྕགས་རི་དེ་གི་ནང་ན་བཞུགས་མ་ཐོབ་པར་པོ་ཏོ་ལ་ལ་གཡུལ་དགོས་ཡ་ཅུང་ཟད་ག་བ་ཆགས་གི་རེད། སོ་སོ་ལ་ངོ་གནོང་དགོས་པའི་གི་ནོངས་འགྱུ་ཡོད་ཙང། བརྒྱ་ཆ་བརྒྱ་སྟོང་པ་གཡོས་པ་རེད་དེ། དེ་མ་གཏོགས་པ་ཀྱི་སྐྱོན་ཚད་གང་ཡང་ཡོད་མ་རེད་གཡོས་པ་རེད་དེ་ནས་དེ་ཉིན་མོ་དེ་ན། དེ་གཡོས་ཡོང་དུས་བརྩམས་པ་ད་ཡི་གེ་གི་འབྲས་སྤུངས་སྔགས་དཔེ་གི་ཆོས་ར་ནང་ལ་བཀོད་གཏོང་ཞུས་ཡོང་དུས་བརྩམས་པ་ད་ག་རེ་ཆགས་པ་རེད་ཟེར་ན། དུ་བ། བཀོད་གཏོང་ཞུས་ས་དེ་ནི་དུ་བ་རྐང་གསུམ། ང་རང་གཙོ་གྱི་དཔེ། པོའི་གཙུག་བྱ་བའི་བཟོ་གྲྭ་ཅན་ཁྱོར་སི་ཀ་ཡི་གི་ནམ་མཁའ་ནང་ལ་གྱེན་འགྲེང་དུ་འགྲོ་གི་ཡོད་རེད། དེ་བ་རྐང་གསུམ་ཡོད་རེད། དེ་ཏུའུ་སི་ཅི་འགྲོ་ཡོང་དུས་རྩམ་པ། ད་ལྟ། སྤྲུལ་བའི་སྐུ་གྲྭ་བ་རྒྱལ་མཚན་གྱི། སུས་བོན་དེ་གི་ག་རེ་གསུངས་ཡོད་རེད་ཟེར་ན། ཁྱེད་ལ་གཞན་གྱི། བསམ་ངན་ཕྲག་དོག་གི་བྱ་བ་མཐའ་གཅིག་པ་འདི་འདྲས་ཅིག་བྱུང་བ་རེད། ད་དུང་ཁྱོད་རང་ཡིན་མདོག་ཁ་པོ་བྱས་ནས་གཟན་ཆག་གཡུག་འདུག་བ་ཟེར། ཟིང་ཆ་བརྒྱབ་པའི་ལོ་རྒྱུས་ཡོད་རེད་དེ་ང་རང་ཚོར་ཡིག་ཐོག་ལ་འཁོད་པའི་ལོ་རྒྱུས་ཅིག་རེད། བྱས་ཙང་དེའི་གེ་ག་རེ་གོ་གི་ཡོད་རེད་སྤྲུལ་བའི་སྐུ་གྲགས་པ་རྒྱལ་མཚན་ཟེར་ཡ་དེ་བཀྲོངས་པ་ཅིག་དཔང་རྟགས་འདི་རེད་ད་དེ་གཅིག། སུའི་ཕོང་ཁོ་རང་གི་ད་མཐོང་ཡོད་རེད་བ་དངོས་ཡོད་གི། སུའི་ཕོང་དེ་གི་ད་དུ་བ་དོ་ཚོ་ཡི་གེ་གཅིག་པའི་ངོས་ནས་དྲངས་ན་ད་སྐྱེ་བོ་དང་པ་ར་བ་ཨེ་ནི་འདྲ་ག་རེ་སོགས་ཡིན་འདུག་ག་བ་དུ་བ། དེ་ཚོ་ནམ་མཁའ་གི་ནང་ལ་ཡར་ལྟ་རྐང་གསུམ་ལྟ་ཐུགས་ཅན་ཆོས་སུ་གར་འགྲོ་ཡོང་དུས་བརྩམས་པ་ཨ་ནེ་ཁོ་རང་གི་ད་ལྟ་དེ་སུས་ཕོངས་ཟེར་ཡ་དེ་ལ་ལྟ། ཅིག་བླ་མས་སུས་ཕོངས་ཟེར་ཡ་དེ་ལ་ཚོ་འདྲ་མི་འདྲ་མང་པོ་ཞེ་དྲག་ཡོད་རེད་ད་དེ་ཚོ་སྐོར་ད་ལྟ་དེ་ཞུ་མ་དགོས་པ་བྱེད་རོགས། ཡིན་དུས་བརྩམས་པ་དེས་གཟན་ཆག་བརྒྱབ་ཡོང་དུས་བརྩམས་པ་དེ་ནས་དུ་བ་དེ་ཚོ་མ་མཆིས་ཡ་ནི་དུ་བ་ཅིག་མི་དགེ་གི་གདམས་པ་བརྒྱུད་ཟེར། ཕག་ཟེར་དུས་ཙམ་མ་འབྲས་སྤུངས་ཀྱི་ཞུས་ལ་མ་ཟེར་གི་ཡོད་རེད་དེ་ནས་ཕག་སངས་བུ་ཟེར་ཡ་དར་ན་བི་གི་གེ། ཆུ་ཤུག་གི་ཆོས་ལ་རེད་སངས་བུ་ཟེར་ཡ་དེ། སངས་བུ་ཆུ་ཤུག་ཆོས་ལ་ཡིན་དོན་ག་རེ་རེད་ཟེར་ན་སངས་བུ་ཟེར་ས་དེ་ན་ག་རེ་ཡོད་རེད་ཟེར་ན་སེར་ཁྲ་པ་གི་བི་གི་གེ། བསྟན་རྒྱས་དེ་སངས་བུ་ལ་ཡོད་རེད་བ། ཡིན་དུས་ཙམ་པ་ད་སྤྲུལ་བའི་སྐུ་གྲགས་པ་གར་སོ་རྒྱབ་མཚན་བཀྲོངས་ཡོང་དུས་ཙམ་པ་ད་དྲ་འབུ་སྐོར་ལ་འགྱིང་བ་གི་བི་གི་གེ། རྒྱབ་རྟེན་བཅོས་ས་དེ་གསང་ཕུ་ལ་ཕྱིན་ནས་ནི་སེར་ཁྲ་བ་ལ་འཛེགས་ནས་ནི་དྲག་པོ་སྐོར་ལ་བཞེངས་འདུག་ད་དེ་དང་ང་རང་ཚོ་ད་ལྟ་དེ་ལོ་བཅུའི་ནང་ལ་ཆ་ཚང་ཡོང་རེད་ད་ད་ལྟ་དེ་ཞུ་མ་གོ་བ་ཆེ་དེ་ཚོ་ཞུས་ན་མང་པོ་ཞིག་རག་རེད། འོ་དུག་སེལ་བྱེད་ཡོང་དུས་བརྩམས་པ་ད་སྐབས་དེ་དུས་གང་ལྟར། དྲག་པོ་སྐོར་ལ་བཞེངས་སྟངས་དེ་དུག་སེལ་བྱེད་ནས་བཞེངས་པ་རེད་ཐོག་མར་བྱས་པ་ཡིན་པ་ཡིན་ན་ད་དུ་བ་རྐང་བསམ་ནམ་མཁའ་ལ་འགྲོ་བྱེད་ཀྱི་འདུག་ཨ་ནི་ཞུ་གི་དུ་བ་རྐང་གཅིག་མ་ད་ལྟ་དེ་གསོད་ཕོང་གི་གཟན་ཆག་གཡུག་འོང་དུས་བརྩམས་པ་ཨ་ནི་ས་ལ་མ་མཆིས། ཨ་ནི་བི་གི་བ་སངས་བུ་ལ་བྱིན་ཨ་ནི་སངས་བུ་སེ་ཏྲ་བི་གི་མདུན་ནས། སངས་བུ་སེ་ཏྲ་བི་གི་ཨ་ནི་ཏཱ་གར་སོ་གུ་རི། རྒྱབ་བརྟེན་བཅུ་བའི་ཐོག་ནས་ཏཱ་ནི་ཏཱ་དྲ་བུ་སྐོར་ལ་དོགས་སེ་ཅི་ཡིན་གི་ལོ་རྒྱུས་དོགས་སེ་ཆགས་ཡོད་རེད་བྱས་ཙང་དེའི་རྗེས་ཡང་དུ་བརྩམས་པ་ད་སུས་ཕོང་ཁོ་ན་གི་བའི་སྐབས་དེ་དུས་ད་ཁྱེད་རང་ལ་བའི་ཡན་གྱི་བའི། ཕྲག་དོག་གམ་ག་ད་དེ་འདྲས་བྱས་སོང་ཟེ་ད་ལས་ཀ་ཅུག་གྲོགས་པོ་དེ་འདྲས་བྱས་སོ་ད་དུང་ཁྱེད་རང་བས་ཡིན་འདུག་ག་བ་ས་འོ་ཐུག་པའི་སྐད་ཆ་ར་བ་དེ་སོ་དེ། བྱས་ས་ཀོ་ཀྲོང་བོད་ཀྱི་དཔང་རྟགས་ཅིག་འདི་རེད། གཡུལ་རྟགས་མེད་པ་རེད་ཀོ་ཀྲོང་བ་དེ། ད་ཀོ་ཀྲོང་བ་ལ་ལོ་རྒྱུས་དེ་སོ་ལས་ཞིབ་ཀྱིས་བལྟས་པ་ཡིན་ན་ད་དུང་ང་རང་ཚོ་དཔང་རྟགས་རྒྱུ་མཚན་མང་པོ་ཚད་ཡ་ཡོད་ཀྱི་རེད་ཏན་ཏན་ཡོད་དང་ཡོད། ཡིན་ན་ཡང་ད་རང་ད་ད་རམ་ས་ལེ་ཀའི་བས་དེ་སོ་སྐྱག་རྫུན་གྱིས་འཁྱོག་ཤིག་བྱས་དུང་ནས་ད། ཁོ་བཀྲོངས་པ་མ་རེད་ཁོ་རང་གྲོངས་པ་རེད་ད་དུ་བྱས་ནས་བཤད་ཀྱི་ཡོད་རེད། ད་བླ་མ་ཁོ་བཀྲོངས་པ་མ་ཟིག་ད་ཞུ་བོ་ག་རེ་བྱས་པ་རེད། ཁོ་བཏུང་དེ་ཚོ་གང་ག་ཤེས་གཏོར། ཨ་འདི་ཚོ་ཁ་ཅིག་བྷི་གི་གི་རྙིང་མ་བ་དེ་འདྲས་ལ་སྤྲད་པ་རེད་ཟེར་གི་འདུག་བ་ཁོ་བཏུང་དེ་ཚོ། ཁོ་བཏུང་ཁྱོ་ཐེན་ཁོ་བཏུང་ཆ་རྒྱས་བཞེངས་གི་འདུག་བ་ཆ་རྒྱས་བཞེངས་ཡོང་དུས་བརྩམས་པ་ད་དེ་ཚོ་ཅི་ཐེན་ནས་ཁོ་བཏུང་དེ་ཚོ་གཅིག་ད་ད་དེ། སྤྲུལ་བའི་སྐུ་གྲ་པ་རྐྱང་ཚེ་དགེ་བེ་དུང་ལྡན་དེ་ཚོ་གཙང་པོ་ནང་ལ་གཡུགས།

ཨ་ནི་དོལ་གྱི་རྒྱལ་པོ་ཨོ་སའི་དག་ཐོ་བྱས་ནས་ཆགས་པའི་ལོ་རྒྱུས་རེད། ད་དེའི་བརྒྱུད་རིམ་དུ་ནི་ང་རང་ཚོ་འདུག་སའི་མ་བརྟག་ཡོང་དུས་ཙམ་པ་ཨ་ནི། གཟིམ་ཁང་འོག་མ་གི་ད་ག་འདྲས་བཟོས་འདུག་གཟིམ་ཁང་ཀོ་མེད་གི་བླ་མ་གི་སྐུ་བཀྲོངས་ཡོད་རེད། དོལ་ཡི་སྐུ་ཐང་བཤིག་ཡོད་རེད་སྐུ་ཐང་བཤིག་པ་མ་ཟད་ཨ་ནི་ད་ལྟ་དེ་གི། གཟིམ་ཁང་བཅས་ད་རྩ་མེད་ཤུལ་ལ་བཏང་འདུག་བ་ས། ད་དེའི་སྐབས། གཟིམ་ཁང་འོག་མ་གི་དེ་འདྲའི་རྙོག་དྲ་བཟོ་དེ་དུས་ཙམ་པ་ཨ་ནེ་པས་གཟིམ་ཁང་རང་གཅིག་མ་བཀོད་པ་གཅིག་ཨན་གཅིག་གྱར་ཐོང་ཟེར་ཡ་ད་སྐྱ་བོ་གི་ཁོང་ཚོ་ལ་གནོད་པ་འདུག་ཟེར་ཤེས་པར་བ་དེ་རིང་ག་ཚོད་གོང་ས་བྱུང་གི་ངའི་བཀོད་ཆ་ལ་གནོད་གི་འདུག་ཟེར་བ་ནང་གས་ཀྱི་དེ་སྲིད་སོ་ནག་རབ་དེང་ལ་ཨ་ནེ་པས་གནོད་གི་འདུག་ཟེར་ཤེས་པ་རེད་ད། དེ་ཡིན་དུས་ཙམ་པ་ཨ་ནེ་གྱར་ཐོང་ལྟ་བུ་གཅིག་སྐྱབས་བྱས་ནས་ད་པའི་གཟིམ་ཁང་རང། དང་འདི་དེ། གཅིག་མ་གོ་བར་ཞུས་བསྡུ་བ། ཞུ་ས་མ་རག་པ་བྱས་ལ་རྩ་མེད་ཆུ་ལག་བྱས་ནས་གཤེགས་བསྡུ་བ། བྱས་ཙང་དེ་སོགས་དེ་ལྟར་ཚང་མ་ལ། གཟིམས་ཁང་འོག་མ་རེ་གཟིམས་ཁང་འོག་མན་གྱི་གཙོ་བོ་བརྒྱ་བ་ལྔ་བར་བ། བརྒྱ་བ་ལྔ་བ་ག་སའི་ཚེ་དེ་བདེན་པ་ཅིག། བུ་སྐྱེས་ཡོངས་ལ་བསྒོམ་པ་བཞི་ཉོན་ཅིག། ལུས་ལ་ཆོས་ཀུན་གང་བར་ནང་བཞིན་བྱེད་པའི་ཆོས་ཁས་ལེན་ཉིད་ཀྱི། རྟེན་འབྲེལ་གྱི་གང་ཟག་ཅིག་ཡིན་པས་ཡིན་ན། དེ་འདྲའི་བྱེད་བཅུག་གི་རེད་པས་སོ་སོ་གི་ལག་འོག་མ་རེད་བ་དེ། བྱས་ཙང། ཕྱོགས་གཅིག་ནས་དེ་རིགས་ལ་ནི་ཕྱོགས་གཅིག་ནས་དེ་ཚོ་བྱེད་དགོས་ཡ་དེ་རྒྱལ་བ་ལྔ་བ་ཁོ་རང་རང་གི་པའི་མཚན་སྙན་ལ་ཐུག་ནས་དེ་བྱས་ཀྱང་ཆོག་དེ་སེལ་བ་ཆགས་དེ་ཆགས་དེ་ཡོད་ད། སྤྲུལ་པའི་སྐུ་གྲགས་པ་རྒྱལ་མཚན་སོགས་ཡུལ་ལ་ཕེབས་ན། སུ་ལ་གནོད་པ་ཡོད་རེད། དེ་སྲིད་སུ་ནང་རབ་བརྟན་ལ་དམིགས་བསལ་གྱི་གནོད་པ་གནོད་འཚེ་གང་ཡོད་མ་རྒྱ་བ་སྔ་བ་ཁོ་རང་གི་ངོས་ནས་བཤད་ན་ཁོ་རང་གི་རྐུབ་ཆག་དེ་ཆོས་ཡག་གི་ད་པས་ཞེ་སྣང་ཞེ་དྲག་བྱེད་ཀྱི་ཡོད་རེད་གྱིས་བཀོད་ཡ་རྒྱུ་མཚན་ག་རེ་རེད་རྒྱ་བ་སྔ་བ་ཁོ་རང་དྲང་པོ་བཤད་ན་ང་རང་ཚོ་རོ་གི་ལུག་པ་གི་བསྟན་པ་དེ་ཚུལ་གྱི་སྐྱོང་གི་ཡོད་མ་རེད་དེའི་གི་ཐུགས་ལ་གུ་ཤྲི་ཁང་གི་པས་ལྟ་སྟངས་ཡོད་རེད། སྤྲུལ་པའི་སྐུ་དྲག་པོ་སྐྱ་མཚན་ཟེར་ཡ་དེ་ལ་གུ་ཤྲི་ཁང་གི་དངོས་གནས་དྲང་ནི་གི་པས་རྩ་བའི་གཙུག་ཏུ་ཁོ་གཙུག་གི་རྒྱན་ཡིན་ལྟ་བུ་གྱིས་འཛིན་གྱི་ཡོད་རེད། ད་སོག་པོ་ལ་དེ་འདྲས་བྱས་སོག་པོ་ནས་བོས། སོག་པོ་གིས་ད་བི་ཀེ་ཀའི་ཕྱི་ནང་མང་པོ་ཅིག་གིས་ད་གཙུག་ཏུ་བཀོད་པ་ཡིན་པ་ཡིན་ན། ཁོ་རང་གི་པའི་བསྐོ་བྱ་དེ་ལ་ངའི་བསྐོ་བྱ་ལས་ད་ཉེན་ཁ་ཆེན་པོ་འདུག་བསམ་གི་ཡོད་རེད་དེ་ཡོད་སྲིད་པ་ཅིག་རེད་བ། བྱས་ཙང་དེ་འདྲས་སོང་ཙང་ཨ་ནི་ཀྲུག་པོའི་ཀུའི་གྲྭ་པ་རྒྱ་མཚན་ཟེར་ཡ་དེ་ཀྲུང་གོ་ཡ་དེའི་གི་པའི་རྒྱུ་རྐྱེན་དེ་རྒྱུ་རྐྱེན་ཟེར་གི་མ་འདྲ་ད་དཔེ་ཁྱེད་ཀྱི་བས་རྩ་བ་འདྲ་བོ་དེ་རྒྱ་བ་ང་བ་ཁོ་རང་ལ་ཐུག་བསྡད་པ་ཅིག་གསལ་བོ་ཆགས་ཏེ་ཡོད་རེད། དེའི་མ་ཚེ་བར་གྱི་སྤྲོ་མཁན་དེ་ཚོ་ཁོ་རང་གི་ལག་འོག་གི་མི་རྐྱང་རྐྱང། དེ་ཚོ་ག་དུས་ག་རེ་ག་དུས་བྱས་ཡོད་མེད་དེ་ཚོ་དེ་ཚང་མ་ལ་ཁོ་རང་གི་མིག་མཐོང་ལག་ཟིན་བྱུང་དུ་འདུག་ཨ། མིག་མཐོང་ལག་ཟིན་བྱུང་ཡིན་དུས། ཁོ་རང་གི་བས་བཀའ་འགུག་གི་ཚིག་གཅིག་བཤད་མི་འདུག་ཨ། རྒྱུ་མཚན་དེ་སུ་ལ་ལྟོས་ཞུ་ད་གཟིམ་ཁོང་གོང་མ་རྩ་མེད་ཤུལ་བརླག་གཏོང་མཁན་དེ་རྒྱ་བ་རྔ་བ་མ་ཐུག་ད་འགྲོ་ས་མི་འདུག་ཟེར་ནས་ཐག་བཅད་ནས་བཞུད་པ་རེད་ངས་རྒྱུ་མཚན་དེ་རེད། དེའི་ནང་བཞིན་གྱི་གོང་ས་སྐྱོད་ཀྱི་པ་ག་རེ་གསུང་ཡོད་རེད། གཟིམ་ཁོང་གོང་བ་ལ་རྙོག་དྲ་ལ་བརྟེན་ནས་ཨ་ནེ་གཟིམ་ཁོང་འོག་མ་གི་པས་གཟིམ་ཁོང་གོང་མ་རྩ་མེད་ཤུལ་བརླག་གཏོང་རྒྱུ་ལ་ཁེལ་བ་རེད་ཟེར་གསུང་འདུག་ཨ། རྣམ་པ་ཚོགས་ཀྱི་དམ་པའི་དུས་སོགས་ཏེ། ངས་ད་ལྟའི་གཤིན་རྗེའི་མེ་ལོང་ནང་ལ་བྲིས་བཞག་པ་ཡིན་དུས་རྩམ་པ་རྟ་མང་པོ་ཅིག་གིས་དེའི་ནང་ན་གཟེགས་ཡོད་ཀྱི་རེད། དེ་ནས་ཁ་ཅིག་གིས་ད་ལྟ་དེ་གོང་ས་སྔགོང་ས་བཅུ་བཞི་པ་ཁོ་རང་གི་བུ་བཀའ་སློབ་རང་གི་ནང་ན་གཟེགས་ཡོད་ཀྱི་རེད་ཡིན་ན་ཡང་གོང་ས་བཅུ་བཞི་པ་གི་བཀའ་སློབ་རང་གི་ནང་ན་དེ་སོགས་གཟིགས་བརྙན་དང་དོ་སྣང་ཡོང་ཉེན་དེ་དཔེ་ངས་ཚོར་བ་བྱས་པ་ཡིན་ན་ད་ཉུང་ཉུང་ཡིན་གྱི་རེད། ཡིན་ན་ཡང་ངས་ཁ་ས་ད་ལྟའི་ཤིང་རྟའི་མེ་ལོང་ནང་ལ་བྲིས་བཞག་དུས་ཚང་པ་ད་འདི་མང་པོ་ཞིག་གིས་གཟིགས་ཡོད་ཀྱི་རེད་ལ་ནི་སྐབས་དེ་དུས་དོ་སྣང་ཅིག་ཏན་ཏན་བྱུང་ཡོད་ཀྱི་རེད། བྱས་ཙང་གོང་ས་བཅུ་གྱི་བར་གྱི་ག་རེ་གསུངས་ཡོད་རེད་ཟེར་ན། ལས་དང་པོ་བོན་གྱི་སྤང་བླང་འཇུག་ལྡོག་གང་འདྲ་བྱེད་དགོས་བཤད་པ་ཡིན་ན་ཟེར་བཤད་ཀྱི་ཡོད་རེད། ད་ལྟའི་ང་རང་ཚོ་ད་ལྟ་གི་གནས་བབ་ལ་བཤད་ཀྱི་ཡོད་རེད། ལས་དང་པོ་བ་ཟེར་དུས་ད་ང་རང་ཚོ་ཟེར་གྱི་རེད་བ་དེ་ནི་ཐུན་མོང་མ་ཡིན་པར་ང་རང་ཚོ་ལོངས་སྤྱོད་ཐུབ་ཀྱི་མེད་ཙང་ད་ང་རང་ཚོ་ད་ལྟ་ལས་དང་པོ་བ་མོ་སོ་སོའི་སྐྱེ་བོ་རེད་བ། བྱས་ཙང་དེ་གི་ང་རང་ཚོ་ད་བི་ཀི་གི་སྤང་བླང་དང་འཇུག་ལྡོག་འདྲ་བོ་ད་ག་འདྲས་བྱེད་དགོས་རེད་ཟེར་ན། ཐུན་མོང་གདུལ་བྱ་རྣམས་ལ་སྣང་ཚུལ་ག་རེ་བྱུང་བ་དེ་གཞིར་རྒྱག་དགོས་པ་ཡིན་གསུངས་འདུག་བ། འདི་དངོས་ཡོད་གནས་ཚུལ་རེད། བྱས་ཙང་འདི་རེད་མ་གཏོགས་པ་ཀ་ཐུན་མོང་མ་ཡིན་པ་དེ་ད་ང་རང་ཚོ་སྐབས་འདི་ལ་ཁེལ་ཡོང་ནི་ང་རང་ཚོ་གི་འགྲེལ་བྱེད་ཀྱི་བྱ་བ་ཡིན་ན། དུས་རབས་ཉེར་བརྒྱད་པའི་གི་པའི་འཛམ་བུ་གླིང་མི་སུ་ལ་རག་འཕྲོག་གི་མ་རེད། ཡིན་དུས་རྩམ་པ་ཐུན་མོང་བའི་འདུ་བྱེད་ཀྱི་སྣང་ཚུལ། རྒྱ་བ་ང་ཕོད་ཀྱི་མཛད་པ། དངོས་ཡོད་དེ་ལ་ད་ང་རང་ཚོ་སྐྱེལ་བ་བྱེད་རྒྱུ་རེད། དེ་ཡིས་བཞག་རྒྱུ་རེད་དེ་ཡིས་བཞག་པའི་དོན་ནི་ད་རིག་པས་སྐྱེལ་བ་བྱེད་དགོས་རེད། བྱས་ཙང་དེ་སོང་ཙང་གོང་ས། ཀྱི་གཞི་བག་དེ་སོང་ཡོད་རེད། ཐུན་མོང་བའི་དུས་ཐུན་མོང་གི། གི། ཐུན་མོང་གི་ད་ང་རང་ཚོ་དུས་རྒྱ་ནང་ལ་སྣང་ཚུལ་ག་རེ་ཡོད་མེད་ད་ཐུན་མོང་ལ་སྣང་ཚུལ་ག་རེ་ཡོད་མེད་ད་དེ་བཤད་རྒྱུ་རེད་སོང་ཡོད་རེད། དེར་བརྟེན་གཟིམ་ཁང་གོང་མ། ངམ། བླ་བྲང་གང་ཟེར་བ་དེ་བླ་བྲང་གོང་ཟེར་བ་དེ་གོང་ས་ལྔ་པའི་སྐབས་སུ་འགལ་ཟླ་བྱུང་ནས་མཐར་གཟིམ་ཁང་གོང་དེ་ཤུལ་མིག་བཏང་རྒྱུ་འཁེལ་བ་རེད་གསུངས་འདུག་ཟེར། ད་དེ་འདྲའི་བྱེད་དགོས་བྱུང་པ་རེད་ཟེར་བཤད་ཀྱི་ཡོད་རེད། དེ་འདྲའི་བྱེད་དགོས་བྱུང་པ་རེད་ཟེར་བཤད་ཡོང་དུས་ཙམ་པ། དེ་འདྲའི་མ་བྱས་ན་གར་སོ་དགོས་རེད་ད་གནས་ཐབས་མེད་པ་ཅིག་རྐང་བཙུགས་ནས་བྱས་པ་ཅིག་བཤད་ཀྱི་ཡོད་རེད་ད་གང་ལྟར་དེ་གཏོང་རྒྱུ་ཁེལ་བ་རེད་ཟེར་སོང་འདུག་བ་རྣམ་པ་ཚོ་དེ་ཁེལ་བ་རེད་ཟེར་ཡ་དེ་ཚོ་དེ་ལ་ད་གོ་རྒྱུ་ཆེན་པོ་རེད། དེ་ཡིན་དུས་བརྩམས་པ་ད་གཟིམ་ཁོང་ཀོང་ཤུལ་མིག་དང་སྤྲུག་པ་གྲགས་པ་རྒྱལ་མཚན། དར་རྫོང་རྒྱབ་ནས་བཀྲོངས་པའི་ལོ་རྒྱུས་བཤད་རྒྱུ་ཡོད་ཟེར་སོང་འདུག་བ་དེ་གོང་ས་བཅུ་བཞི་པ་ཁོ་རང་གསུངས་པ་རེད་ད་དེ་གང་ལྟར་དེ་འདྲའི་འགའ་རྒྱས་ཀྱི་ཐོག་ནས་མཇུག་སྡོམ་མགྱོགས་སྡོམ་དགོས་པ་བྱུང་བ་རེད་གསུངས་འདུག་ཟེར། ད་གང་ལྟར་གཟིམ་ཁང་གོང། སྤྲུལ་སྐུ་གྲགས་པ་རྒྱ་མཚན་དར་རྫོང་རྒྱབ་ཨ་ནེ་གཟིམ་ཁང་གཅིག་དང་ཤུལ་མེད་དུ་བཏང་ནས་ད་མཇུག་སྡོམ་བརྒྱབ་པ་རེད་ཟེར། ད་གསུངས་དགོས་འདུག་གོང་ས་བཅུ་གཅིག་པ་གི་དེའི་གི་བཀའ་སློབ་དེ་ད་ལྟ་དེ། སྔས་མ་གསུངས་ཀྱང་འགྱོར་བ་ཟེར་དེ་ཡིན་དུས་རྩམ་པ་སྐབས་དེ་དུས་ཁོ་རང་གི་ད་དེ། གཟིམ་ཁང་འོག་གི། ད་ནི་སྤྲུལ་སྐུ་གྲགས་པ་རྒྱ་མཚོས་དགྲ་བཙོང་བསྐྱབས་ནས་བཀྲོངས་པ་དང། གཟིམས་ཁང་གོང་རྩ་མིག་ཤུལ་ལ་ཐོན་པ་དེ་ཡང་དེ་འདྲས་ཀྱི་བྱེད་སྒོ་ཁེས་པ། བྱེད་མཁན་དེ་ཡང་གཟིམས་ཁང་འོག་ཡིན་པ་དེ་འདྲས་བྱས་ནས་མཇུག་སྡོམ་བརྒྱབ་པ་རེད། ད་སྐད་ཆ་འདིའི་ནང་ལ་ནང་དོགས་ཐེབས་རེ་འདུག་ཨ། ད་འདི་ངས་གོང་དུ་ཞུས་པའི་གི་ལོ་རྒྱུས་དེ་ཚོ་ད་དཔེ་དངོས་ཡིན་ནས་ཚུད་ད་གར་བཟོ་དགོས་རེད་གོང་འགྲིག་པ་རེད་གཅིག་པ་གཅིག་ཆང་ཆགས་ཡོད་རེད། ཡིན་ན་ཡང་ད་འདི་དེ་རིང་ག་ཚོ་ངོ་ནས་བཤད་པ་ཡིན་ན་ད་རམ་ས་ལིག་ངོ་ནས་བཤད་ན་ཁས་ལེན་གི་ཡོད་མ་རེད། དེ་ད་རམ་ས་ལིག་གི་པའི་སྐད་ཆ་དེ་ཚོ་དེ་ཁས་སེ་ཤེས་པ་དེ་དེ་རིང་སོ་སོ་གི་རྫུན་ཁབ་ཏུ་དེ་རིང་བཤད་པ་དེ་ཡང་སོ་སོ་རང་ཉིད་ཀྱི་སྣང་བརྙན་སང་ཉིན་རྫུན་ཁབ་ཏུ་ནས་འགྲོ་བསྡད་ཀྱི་ཡོད་རེད། སྐད་ཆ་སྔ་ཕྱི་ཚང་མ་ལོག་པའི་ནང་འགལ་ཁོ་ན་རེད། རང་བཙན་སྔ་ཕྱི་ལ་འགལ་བ་ཁོ་ན་མ་གཏོགས་པ་ཡོད་མ་རེད། ཤི་དེ་ཡ་དེ་ཚོ་དེ་ལྟར་བྱོན་ཚད་འདི་རེད། དེ་རིང་བཀའ་ཟུར་ལྟར་སྤྲུལ་སྐུ་གྲགས་པ་རྒྱལ་མཚན་བཀྲོངས་པ་རེད་ཟེར་ཡ་དེ་ཚོ་དར་རྫོང་བརྒྱབ་པ་རེད་ཟེར་ཡ་དེ་ཚོ་དེ་ཁུངས་ལུང་ཡོད་མ་རེད་བྱོན་ཚད་ཡོད་མ་རེད། བཤད་ཀྱི་འདུག་བ། བྲིས་ཡོད་འདུག་བ་ཟེར། ད་རང་ཚིག་ང་ཚིག་ལ་འགལ་བ་བསལ་རེད་འདུག། རྡ་རམ་ས་ལའི་གི་ཆོས་ནི་ཧ་འབའ་ཅང་ཅང་བཤད་གི་འདུག་འོ་རྒྱུ་མཚན་དེ་འདྲས་རེད་དེ་འདྲས་ཡིན་དུས་བརྩམས་པ་ད་འདིའི་གི་ཐོག་ནས་ང་རང་ཚོ་སྐྱེ་བོ་བྱས་གནས་འགའ་གཅིག་ཆགས་དུ་ཡོད་རེད། སྤྱི་བཏང་ད་ལྟ་དེ་གོང་ས་ཆུབ་མཆོག་གི་ད་ལྟ་དེ་འགལ་ཟླ་ཡོད་རེད་ཟེར་དེ་ད་དེ་ཧ་འབའ་བཤད་གི་རེད། འགལ་ཟླ་ཟེར་དུས་བརྩམས་པ་གཟིམ་ཁང་འོག་གི་གཟིམ་ཁང་འོག་གོང་མ་ལའང་ཁོང་འཛིན་སྐྱོང་དེ་བར་གྱི་མ་གཏོགས་པ་ཁན་གཟིམ་ཁོང་གོམས་ལེགས་ཀྱི་ངོ་ནས། ངོ་ནས་དྲ་གནས་ཆོས་སྲིད་གཉིས་ཀྱི་གཅིག། ཐོག་ནས་གཅིག། ཁོ་རང་ལ། གཅིག། འདོད་མ་འདུག་གི་རྣ་འགྱོ་བསྟན་ཀྱང་འགྱོ་འདོད་པའི། གསུང། གསུང་འཕྲུལ་གང་གི་ནང་ལ་ཡིག་འབྲུ་ནག་ཅིག་མཐོང་ཡ་ཡོད་མ་རེད། མ་གུས་པ་བྱས་ཤག་འགྱོ་དང་ཤེས་ཤག་འགྱོ་དང་གསུང་ཤག་འགྱོ་དེ་འདྲའི་ཡིག་འབྲུ་ནག་ཅིག་མཐོང་ཡ་ཡོད་མ་རེད། དེ་ཡིན་དུས་རྩམ་པ་གོང་གཟིམ་གོང་གོང་མ་གི་ངོ་ནས་གཟིམ་གོང་འོག་མ་ལ་འགའ་ལྟ་བྱས་ཀྱང་ཆོག་ད་འགའ་ལྟ་བསྐང་ཡོད་པ་མ་རེད། མེད་དུས་རྩམ་པ་རྩ་གཟིམ་གོང་འོག་མའི་ཁྲག་དུག་གི་དབང་གིས་པས་དེ་འདྲས་བྱས་ཡོད་པ་ཇི་ལྟར་ད་ལྟ་དེ། ཨ། གོང་དུ། སྤྲུལ་སྐུ་གྲགས་པ་རྒྱལ་མཚན་གྱིས་བི་ཀི་ཀའི། འོ་སུས་ཕོངས་ཀྱིས་གསུངས་པ་ནང་གི་གི་པས་ད་ཁྲག་དུག་གི་དབང་གིས་རྩ་གཟིམ་གོང་གོང་མ། མི་སུ། ཁང་གིས་བཅད། རྩ་མེད་ཤུལ་ལྷག་ཏུ་སྟོང་པ་ལྟར་ལོ་རྒྱུས་དེ་ཚོ་བསུབ་ཐབས་མེད་པ་གཡོལ་ཐབས་མེད་པ་དོགས་ཆགས་ཡག་དོགས་ཞུ་གི་ཡོད་རེད། འོ་དེ་ཡིན་དུས་རྩམ་པ་ད་འདི་ཚོ་ཁུངས་ལུང་མེད་པ་དང་རྒྱུ་མཚན་མེད་པ་མ་རེད། ཁུངས་ལུང་རྒྱུ་མཚན་ཡོད་པའི་ཐོག་ནས་ད་གོང་ས་བཅོས་རྒྱུ་བེད་དེ་གསུངས་དེ་ཚོ་ལ་ད་ང་རང་ཚོ་དཔྱད་ཁྱད་བྱས་ནས་དཔྱད་པ་བྱེད་ཞུ་ད་གོང་ས་ལྔ་བེད་ཀྱི་དང་དེ་ངས་ཚུར་བགྲང་ཡས་ཡ་གས་དེ་གས་ཨ་ནས་དེའི་ནང་ལ་བགྲང་ཡས་བེད་ཀྱི་དང་ད་ཚིག་དེ་ད་གོང་ས་ལྔ་བེད་ཀྱི་བེད་གནང་ཐག་དེ་ཚོ་གོང་གྱི་བསྒྲིགས། དྲི་ཡི་ཆུ་དང་སྤྲུག་པ་སྐྲག་པ་སྐྱ་མཚན་སེར་ཡག་དང་གཟུགས་ཁོང་འོ་མས་ཀྱིས་བཀྲོངས་པ་དེ་ཡང་པའི་གར་སོགས་ཀྱི་རེད། རྐང་བཙུགས་ནས་བཀྲོངས་པ། དེ་ཡང་པའི་དར་ཚོང་བརྒྱབ་ནས་བཀྲོངས་པ་དེ་སོགས་ད་གཡུལ་ཐབས་མེད་པའི་ལོ་རྒྱུས་ཆགས་རྒྱག་ཞིག་ཞུ་གི་ཡོད་རེད། འོ་ད་དེ་རིང། ད་མང་པོ་རེ་བ་ཅིག་གང་ལ་གང་འཚམ་ཐོག་ཆགས་སོང། ཨོ། དེ་ཡིན་དུས་བརྩམས་པ་དག་དེ་རིང་ཞུ་མཚམས་རེད་བོ་དེ་ལྟར་དེ་ནས་བཞག་གི་ཡིན། ཨེ་ནས་གཙོ་བོ་གཙོ་ཆེ་ཤོས་དེ་རྣམ་པ་ཚོ་གས་ཀྱི། ངས་ཁ་སང་ནས་ཞུ་བསྡད་ཀྱི་ཡོད། ད་ངས་བྲིས་བཞག་པའི་གི་དེ་ད་ལྟ་དེ་གཤིན་རྗེའི་མེ་ལོང་ཡིན་ན་འདྲ་བཤད་བཞག་པའི་གི་ད་ལྟ་སྐད་ཆ་དེ་ཡིན་ན་འདྲ་དེ་ཚོ་གི་ཐུགས་ལ་གཅིག་ཕ་ཕྱོགས་ནས་གཅིག་བསམ་འགྲོ་གི་རེད་ཚུར་ཕྱོགས་ནས་གཅིག་དྲན་འགྲོ་གི་རེད་བསམ་ཡང་དེ་འདྲའི་མ་ཡིན་པ་དངོས་ཡོད་གནས་ཚུལ་གི་ཐུགས་ལ་འགྲོ་གི་འདུག་མི་འདུག། ཨོ། དེའི་གི་ཐོག་ནས་རྣམ་པར་ཚུགས་ཀྱི་ད་ཡིག་ཆ་ཡིན་ན་དེའི་གི་ཐོག་ནས་ཀུན་སློང་དེ་འདྲའི་གཅིག་གི་ཁོ་ནས་གཟིགས་ཡག་གཅིག་ད། སྐད་རྒྱལ་དེ་ཡང་ཀུན་སློང་དེ་འདྲའི་གཅིག་གི་ཐོག་ནས་ཉན་ཡག། གི་ད་ངས་རེ་བ་ཏོག་ཙིག་ཞུ་གི་ཡོད་རྣམ་པ་ཚོ་ལ། ཨ་ནེ་ཀོ་ཡིས་ཤེས་ཡག་ཟེར་ཡག་ད་གཅིག་ཤེས་ཡོང་ཡག་ཟེར་ཡག་དེ་ལ་རྫོགས་ཡག་ཡོད་མ་རེད་ང་རང་ཚོ་དེ་སྔ་ཡང། རྒྱུན་མཁྱེན་མེད་པ་གཅིག་ང་རང་ཚོ་གི་ཐུགས་ལ་ཤེས་ཡོད་རེད་མ་འོང་པ་ན་ད་ལྟ་ཡང་ཤེས་བྱེད་པ་གཅིག་རེད་མ་འོང་པ་ན་ཡང། ད་གང་འདྲ་འདི་ལས་མང་བ་ཅིག་ཤེས་སྲིད་པ་ཅིག་རེད་ཤེས་དང་མ་ཤེས་ཟེར་ཡ་ལྟས་གནད་འགག་མ་རེད། ཡིན་ན་ཡང་ང་རང་ཚོ་གི་ངོ་ནས་བཤད་པ་ཡིན་ན་ལྟ་སྐོར་དངོས་ཡོད་བདེན་པ་ཟེར་ཡ་ལྟ་དེ་གཞིར་འཛིན་ཐུབ་མ་ཐུབ་གནད་འགག་དེ་རེད་ང་རང་ཚོ་གི་ངོ་ནས་དངོས་ཡོད་བདེན་པ་དེ་གཞིར་འཛིན་དགོས་དགོས་རེད་དེ་གཞིར་འཛིན་པའི་ཐོག་ནས་སྐད་ཆ་བཤད་དགོས་རེད་ལས་ཀ་བྱེད་དགོས་རེད། བ་དེ་རྣམ་པ་ཚོ་གི་ཚང་མ་ལ་གི་ཐུག་གི་དེང་ལས་ཀར་ཚོ་དེ་ཡོད་རེད་ང་རང་གས་བེད། ད་ཡིག་ཆ་བྲིས་ཡ་ཡིན་ན་ད་གལ་ཞིག་ཡ་ཡིན་ན་ད་ད་ཀུན་སློང་དེ་འདྲའི་ཅིག་གི་སྒོ་ནས་གཞས་རྒྱག་པའི་དོགས་ནི་བྱེད་ད་གི་ཡོད་རེད་དེ་ཡིན་དུས་དམ་པ་དེ་ཟུར་དུ་ཐུག་ནས་དེ་ནས་པས་གཟབ་གཟབ་ཟིལ་ཟིལ་ནག་པོ་ཅིག་གནང་ནས་ཨེ་ནས་ཡིག་ཆ་བལྟ་ཡ་ཡིན་ན་འདྲ། འོ་སྐད་ཆ་དེ་ཉན་ཡ་ཡིན་ན་འདྲ་འོ་ད་དེ་འདྲའི་ཅིག་གནང་རོགས་གནང་ཟེར་ནས་འོ་ཞུ་ཡ་ཡིན། ཨ་ནེ་རྣམ་པ་ལྷན་རྒྱས་ཚང་མ་ལོ་བཀྲ་ཤིས་བདེ་ལེགས། ཨོ་ལགས་ཚོ་ད་དྭངས་གཙང་ལྷན་ཚོགས་ནང་ལ་ཨ་ནེ་ཚོགས་པ་ཆེན་པོ་ད་འདི་གི་གཙོ་རྒྱུགས་གནང་མཁན་ཨ་ནེ་ཚོགས་གཙོ་རྒན་ཞི་རི་ལང་ཚོ་ལགས་དབུ་བཞུགས་གནང་པའི་དེ་ནས་བླ་སྒྲུབ་དགེ་བཤེས་རྣམ་པ་དང་དམ་ཚིག་བཅས་པའི་ཨ་ནེ་རྡོ་རྗེ་སྤུན་གྲོགས་དབྱངས་གསོལ་གཙོས་པ་ལ་གོ་གསོན་གུས་པ་སྔོན་དུ་བཏང་ནས་རྣམ་པ་ལྷན་རྒྱས་ཚང་མ་ལ་སྐུ་ཁམས་བཟང། དེ་ནས་ད་ཁ་སིང་ཞོ་ཁེ་ནས་བཅས་ད་ལྟ་བར་དུ་ལ་ད་འདི་གི་ནང་ལ། ད་ང་རང་ཚོ། མཁས་དབང། ཨ་ནེ་དགེ་བཤེས་རྣམ་པ་ཚོ་མང་པོ་ཅིག་གིས་པའི་ད་གནས་ཡོད་ཀྱི། བཀའ་སློབ་མང་པོ་ཞིག་རག་ཀྱི་ཕེ་ཡ། ཨེ་རྣམ་པ་ཚོ་ལ་པའི་དམིགས་བསལ་གྱི་བཀའ་དྲིན་ཆེ་ཐུགས་རྗེ་ཆེ་ཞུ་ཡ་ཡིན། ཨེ། ད་དེ་ནང་གི་ད་ད་ང་རང་ཚོ་ད་ལྟ་དེ

སེམས་ཤུགས་ཆེན་པོ་དང་བཅས་སེམས་ཤུགས་ཆེན་པོ་གི་ཐོག་ནས་ད་དེ་མིན་ན་དེ་འདྲའི་ཁར་ཟུག་གི་རེད། དོ་སྣང་ཞེ་དྲག་གནང་བསྡད་ཀྱི་འདུག་ཨ་དེ་ཡིན་དུས་བརྩམས་པ་ཨ། ད་ལྟ་དེ་བཀའ་སློབ་གསན་མཁན་རྣམ་པ་ཚོ་ཚང་མ་ལ་ནས་ཐུགས་རྗེ་ཆེ་ཞུ་ཡ་ཡིན་དགའ་བོ་ཞེ་དྲག་བྱུང་དངོས་གནས་དྲང་གནས། གང་ཡིན་ཟེར་ན་ཁོང་རྣམ་པས་ཀྱི་བཀའ་སློབ་གནང་བསྡད་པ་འདི་ཚོ་དེ་ང་རང་ཚོ་སྤྱིར་བཏང་གི་བས། ད་དྲ་ཐོག་ལ་སྐད་ཆ་བཤད་པའི་ནང་གི་ཇི་འདྲ་ཆག་ཆག་ར་བ་ཤེས་རྒྱ་བ་དེ་འདྲས་མ་རེད་ང་རང་ཚོ་ད་ལྟ་འཕྲད་པའི་གི་དཀའ་ངལ་འདི་ཚོགས་ཀྱི་བརྒྱུད་རིམ་དེ་ཚོ་དེ། རྣམ་པ་ཚོགས་ཀྱི་གི་བའི་མི་གི་གི་མངོན་སུམ་གི་ཡུལ་དུ་བྱུས་པ་ཡིན་ཙང་ཨན་ཁོང་རྣམ་པ་ཚོགས་གི་བའི་དངོས་ཡོད་གནས་ཚུལ་གང་བྱུས་པ་དེ་ཚོ་དེ། ཚང་མ་དུག་ཞིག་སོང་བསྡད་གི་ཡོད་རེད། དེ་ཡིན་དུས་ཙམ་པ་ད་ལྟ་དེ་ང་རང་ཚོ་དཀའ་ངལ་འཕྲད་པའི་བརྒྱུད་རིམ་དེ་ཚོ་དེ་བོད་ནང་ལ་བཞུགས་བསྡད་པའི་གི་ཨན་རྣམ་པ་ཚོ་མང་ཆེ་བ་ཕལ་ཆེ་བ་དེ་གི་ད་ལྟ་གནས་ཚུལ་ག་རེ་བྱུང་ཡོད་མེད་དེ་ཚོ་དེ།

ཉན་ཐོས་བརྩམས་པ་དེ་ང་ཚོའང་ཚོ་གས་པས་ཉན་དགོས་ཡ་གཅིག་དང་ཉན་པ་ཙུམ་ཙུམ་མ་ཡིན་པ། ཨེ་ན་སོ་སོའི་བསམ་བློ་གཅིག་གཏང་དགོས་ཡ་ཆགས་ཀྱི་ཡོད་རེད་དེ། ཁོང་རྣམ་པས་གསུངས་པ་དེ་ཚོ་དེ་ང་རང་ཚོ་བསྟན་པ་འདི་ལ་གོམས་པ་ཞིག་ནས་གསུངས་ཀྱི་ཡོད་རེད་མ་གཏོགས་བ་གས་ཁོང་རྣམ་པ་ཚོ་ལ་དཀའ་ངལ་གྱི་ཁྲིད་སོང་ཟེར་ནས་ང་རང་ཚོ་ལ་ཅི་དགར་བཟོ་དགོས་རེད་མ། ཨ་ནི་ཅིག་གིས་གར་བཟོ་དགོས་རེད་ད་སྐད་ཆ་འདྲ་བོ་ཇི་མ་གཏམ་ཤེས་བྱས་ད་བར་ཚིག་ཟོག་འདྲ་དེ་འདྲས་མ་རེད་འདི། ཁོང་རྣམ་པས་གསུངས་པ་ལ་དགོས་པ་ཡོད་རེད་ད་ང་རང་ཚོ་གིས་ཉན་པ་ལ་ཡང་དགོས་པ་ཅིག་ཡོད་དགོས་རེད། དེ་ཡིན་དུས་རྩམ་པ་དེ་ཟོག་གི་ཐུགས་ལ་ཉན་མཁན་གཉིས་ཀ་བསམ་བློ་ཅིག་བཏང་ཞུ་ད། འདི་ང་རང་ཚོ་ཁ་སེང་ནས་ཞུས་པ་ནང་བཞིན་བྱས་ད་ཅི། ད་ལྟ་བོད་པའི་སྤྱི་ཚོགས་ནང་ལ་ང་རང་ཚོ་དཀའ་ངལ་ག་འདྲ་འཕྲད་ཀྱི་ཡོད་རེད། དཀའ་ངལ་ག་འདྲ་ཅིག་བཀྲིས་འདུག། དེ་རྗེས་ཡོངས་འདུའི་རྩོམ་པ་ལྟར་ཁ་དང་ཁ་སྤུའི་དབྱེ་འབྱེད་ཆུ་དང་ཟང་ཟིང་གི་འབྲེལ་བ་ཟེར་ཡ་དེ་ཚོ་དེ་ག་འདྲས་བྱས་ནས་བསྐྱིས་འདུག་དངོས་ཤུགས་བརྒྱུད་གསུམ་གྱི་ཐོག་ནས་ལས་ཀ་ག་འདྲས་བྱས་འདུག་དེའི་གི་ཕི་གི་གི་དམག་རྒྱ་སེ་གི་བསྟན་གྱི་ར་བོ་དེ་སུ་ག་བ་ལ་གཟིམས་འདུག་དེའུ་སྐྱེ་ཁོང་རྣམ་པས་གི་བཀའ་སློབ་དེ་ཚོ་མར་རིམ་པ་གྱི་ཉན་ཞུ་ད་དེ་འདྲས་གི་ཐོག་ང་རང་ཚོ་བསམ་བློ་གྱི་ཐོག་དཔྱད་པ་བྱེད་ཞུ་ད་འདི་ཁ་སེང་ཞུས་པ་གནང་གི་གྱི། གནས་ཡུལ་ཆེན་པོ་མེད་པ་ཇི་ལྟར་དགོས་པ་ཆེན་པོ་ཅིག་མེད་པའི་ཐོག་འདི་འདྲས་ཀྱི་ཅིས་ཁྱོད་ནི་མི་སྲིད་པ་ཆགས་ཀྱི་ཡོད་རེད། བྱས་ཙང་འདི་གནས་ཡུལ་ཆེན་པོ་ཡོད་པ་ཅིག་གི་སྒོ་ནས་བསམ་བཞིན་དུ་ཤེས་བཞིན་དུ་ད་ང་རང་ཚོ་ཆགས་ཀྱི་སྒྲིག་ཚུགས་དུ་བཞག་ད་ང་ནང་ཁྱེད་ཀྱི་མི་ཁྱོད་ཟོག་བསམ་གཏོང་འདུག་ན་ད་ལས་ཀ་འདི་འདྲས་ཀྱི་བྱེད་ཡོང་དུས་འདི་ལ་དམིགས་ཡུལ་ཆེན་པོ་ཅིག་ཡོད་པ་དེ་བརྒྱ་ཆ་བརྒྱ་གྲུབ་ཀྱི་རེད། དེ་མ་གཏོགས་པ་གི་ང་རང་ཚོ་གཟུགས་མེད་ཀྱི་ལྷ་ཅིག་ང་རང་ཚོ་ཁ་ཞེ་གཅིག་གི་པའི་སྟེང་ཕྱོགས་དང་མ་ཕྱོགས་པ་གི་གནས་སྟོང་ཅིག་ཐུག་དེ་འཇུ་རྩ་བ་ཉིད་ལ་ཆགས་ཡོད་མ་རེད། ཁོ་རང་ཚོ་གི་ང་རང་ཚོ་ལྷ་བྱེ་བྲག་པ་ཅིག་བཀག་དགོས་ཡག་གི་རྒྱུ་མཚན་གང་ཡང་ཡོད་མ་རེད། ལྷ་བྱེ་བྲག་པ་ཅིག་བཀག་དགོས་ཡག་གི་རྒྱུ་མཚན་ཟེར་ཡག་ད་ད་ལྟ་འཛམ་བུ་གླིང་འདིའི་སྐབས་ལ་ཁོ་རང་ཚོ་གི་ངོ་ནས་ཁོངས་སྐྱེལ་ཡག་མི་འདུག་བ། དེ་ང་རང་ཚོའི་རྒྱུ་མཚན་གཅིག་རེད། དེ་མེད་པ་ཡིན་དུས་རྩམ་པ་དང་ལས་ཀ་དེ་ཚོ་ག་འདྲའི་བྱེད་འདུག། བྱེད་སའི་གི་གནས་དེ་ཚོ་ག་འདྲ་རེད་ང་རང་ཚོ། དགའ་ལྡན་སེ་འབྲས་དགེ་གསུམ་ཟེར་དུས་རི་བོ་དགེ་ལུགས་པ་གི་པད་བསྟན་འཕེལ་གྱི་ཆུ་འགོ་རེད། བསྟན་འཕེལ་གྱི་ཆུ་འགོ་དེའི་གི་ནང་ལ། དམག་རྒྱ་སེ་བསྟན་གྱི་འདྲ་པོ་ཆུ་ཟུང་དེ་ནི་ད་ག་འདྲས་བཟོས་འདུག། གོང་ས་མཆོག་ཁོ་རང་བཀོད་ངོ་མ་ཕེབས་འདུག་ནས། བཀའ་སློབ་གནང་ས་ལ་བཀའ་སློབ་གནང། བརྒྱུད་སྐུལ་བྱེད་ས་ལ་བརྒྱུད་སྐུལ་བྱེད། ལས་ཀ་མང་པོ་ཅིག་མགོ་བཙུགས་ནས་ཁོ་རང་གིས་བྱེད་ཀྱི་ཡོད་རུ། དེའུ་དེ་ནི་མ་ཡོང་དུས་ཛམ་པ་ཟངས་མདོག་བླ་མ་ལ་སོགས་པའི་ཡི་གེ་གི་དར་རམ་ས་ལེ་གི་ཚོགས་པ་བསྟི་གི་པའི། ཚོགས་གཙོ་སི་ཡག་འདྲ་བོ་དང། སྤྱི་འཐུས་སི་ཡག་འདྲ་བོ་དང། འོ་ད་དེ་སོགས་ཀྱི་རིགས་མང་པོ་ཅིག་མ། མངགས། མངགས་གཏོང་བྱས་ནས་ལས་ཀ་གཅིག་བྱེད་ཀྱི་ཡོད་རེད། ད་ག་ནང་བཞིན་གྱི་མི་རིགས་མང་ཚོགས་མི་སེར་ལ་བརྒྱུད་སྐུལ་གྱིས་དེ་སོགས་ལ་འཇིགས་སྐུལ་གྱིས་བཙན་དབང་གི་ཐོག་ནས་ང་རང་ཚོ་དགོན་པ་ནང་ལ་ཡར་དེད་ཕབ་ནས་ལས་ཀ་མང་པོ་གཅིག་ང་རང་ཚོ་གའི་ཁར་བཟོ་དགོས་རེད། གདན་ས་ཁག་གི་དགེ་འདུན་རྣམ་པ་ཚོ་ཨོའི་ས་ཆ་དེ་ན་གནས་མི་ཐོབ་པ་གནས་བཟོ་མི་བདེ་བ་གི་བར་གྱི་དཀའ་ངལ་མང་པོ་གཅིག་རབས་དང་རིམ་པར་སྤྲད་འདུག་བ། རྒྱལ་དང་བསྟན་ཡོད་དུས་བརྩམས་པ་རྣམ་པར་ཚོགས་ཀྱི་དུས་སོགས་ཐུགས་ལ་བསྒོམ་པ་བཞི། ལྟ་དུས་སོགས་ང་རང་ཚོ་འདེང་གི་རྒྱབ་ཡོང་དུས་བརྩམས་པ། ཁོ་རང་ཚོ་གི་ཆ་རྐྱེན་ཡོད་པ་སྒྲིག་འཛུགས་ཡོད་པ། འདིའི་གི་ཐུགས་ལ་ནུས་ཤོག་བཏང་གི་ཡོད་རེད་འགྲོ་སོང་བཏང་གི་ཡོད་རེད། གོང་ས་སྤྱོད་རྒྱུད་དཔག་གི་ངོ་ནས་བཤད་པ་ཡིན་ན་དོན་བཅུ་དོན་ལྔ་ཚུན་ཆུད་ལ། ཁ་བཏད་སྐྱེལ་ས་ལས་ཀ་བྱེད་ཡ་ཡོད་ན་མེད་ན་དེ་ད་ལྟ་ང་རང་ཚོ་ཁ་དང་ཁ་བའི་ཡན་གྱི་ཆུ་དང་ཟང་ཟིང་འདྲེས་པ་སྐྱེད་ས་འདི་གི་ཐུགས་ལ་སྔོ་ཤོག་བྱུས་གསུམ་ནས་ལས་ཀ་བྱས་བསྡད་པ་ཅིག་མ་གཏོགས་བ་གི་བུ་བསྟན་སྲིད་མི་རིགས་ས་འདི་གི་ཆེད་དུ་ལ་ཕྱག་ལས་གནང་པ་ཅིག་དང་བཀའ་སློབ་གནང་པ་ཅིག་འདུག་དང་མི་འདུག་ང་རང་ཚོ་གི་གསལ་པོ་གཅིག་ཆགས་ཡ་ཡོད་རེད་ད་ག་ནང་བཞིན་གི་གོང་ས་བཅོས་བསྒྱུར་བ་གི་དོན་འཁྱོལ། དོན་ལྔ་ནི་མགོ་བཙུགས་ནས་ད་ལྟ་ཉིན་གྱི་བར་དུ་ག་རུ་སུ་གུ་ལ་འཐབ་རྩོད་བྱེད་སའི་ཁ་བརྡའི་དེ་ང་རང་ཚོ། མི་རིགས་ནང་ཁུལའམ། དེའི་ནང་ནས་ང་རང་ཚོ་ཆོས་བརྒྱུད་བྱེ་བྲག་པ་རོ་གེ་ལུག་པ་འདི་ལ་བས། འཐབ་རྩོད་བྱེད་སའི་བས་ཁ་བརྡའམ་གནད་དུ་བསྣུན་སའི་གི་བས། བན་གྱི་ར་བོ་ཆེ་བཟུང་བྱས་ནས་ད་འཐབ་རྩོད་བྱས་བསྡད་པ་ཅིག་མ་གཏོགས་བ་གས། ཁ་ཕྱི་ལ་སློག་ནས། ང་རང་ཚོ ྋགོང་ས ྋསྐྱོད་ཀྱི་བ་ག་པའི་ཚེ་སྐྱིད་ཤིག་བཞག་པའི་གི་ད་བཀའ་སློབ་འདུག་དང་མི་འདུག་ལས་ཀ་བྱེད་ཀྱང་འདུག་དང་མི་འདུག་རྒྱུ་མཚན་དུ་ཆགས་ཡོད་རེད་བྱས་ཙང་དེ་ཡིན་དུས་རྩམ་པ་འདི་ང་རང་ཚོ་ལྷ་སྲུང་བྱེ་བྲག་པ་ཀྱི་བསྟེན་གསོལ་མཆོད་བསྟོད་བྱས་མི་བྱེད་ཀྱི་དཔེ། གནད་འགག་འདྲ་བོ་ཅིག་རྩ་བ་ཉིད་ནས་ཐོབ་ཡོད་མ་རེད། ད་འདི་གི་དགོས་པ་རྒྱུ་མཚན་ཁ་སང་ནས་ཞུས་ཟིན་པ་ནང་བཞིན་གྱི་ད་འདི་གི་མཐར་ཐུག་གི་དམིགས་ཡུལ་དེ་ཁོ་རང་གི་ག་འདི་དེ། ཆོས་ལུགས་གཅིག་གྱུར་དུ་བྱེད་དེའི་གི་པའི་ག་རེ་སོགས་ཀྱི་མི་གཅིག་དབང་འཛིན་ཁོ་རང་རང་གི་མི་གཅིག་དབང་འཛིན་བྱེད་ཡག་གི་པའི་ཆེད་དུ་ད་ད་ལྟ་ང་རང་ཚོ་འདི་འགོ་བཙུགས་དུས་ནས་འདི་འདྲའི་ཆེད་ནས་བཙུགས་ཡག་འཕྲོ་སྐྱོང་མི་ཁ་ཐུག་ལ་དེ་པའི་ཡིད་ལ་བཞག་ནས་འཕྲོ་སྐྱོང་ད་གི་ཡོད་རེད་ཟེར་ད་ཁ་སང་ནས་ཞུས་པ་རེད། རྒྱལ་ས་དེ་འདྲའི་རེད་འདུག་འདུག་མི་འདུག་ད་རྣམ་པ་ཚོ་གི་འདི་ཚོ་གི་བརྒྱུད་རིམ་འདི་ཚོ་ཁོང་རྣམ་པས་གི་པའི་དཀའ་ངལ་གང་འདྲ་གྱི་མྱོང་འདུག་ཁོང་ངམ་རྣམ་པ་ལ་དེ་འདྲའི་བཟོ་དགོས་ཡག་གི་པའི་གར་བཟོ་དགོས་ར་ཉན་པ་ག་རེ་འདུག་དེ་འདྲའི་བཅས་གི་ཐོག་ནས་ང་རང་ཚོ་དཔྱད་པ་གྱི་གྱིས་ཤོག་ད། ད་འདིས་གི་ཐུག་ས་དེ་ག་བ་ཐུག་འདུག་འོ་ལས་ཀ་འདི་འདྲ་གྱི་བྱེད་ཡག་གི་དམིགས་ཡུལ་ག་རེ་རེད་འདུག་དེ་ཚོ་དེ་ཚང་མ་ལ་ང་རང་ཚོ་གི་གསལ་པོ་ཤེས་དགོས་ཡག་གྱི་དང་ཤེས་ཐུབ་ཡག་གྱི་རེད། དེ་ཡིན་དུས་རྩམ་པ་རྣམ་པ་ཚོགས་ཀྱི་དུས་ཀྱི་ཐུགས་ལ་འབད། བསད་མཁན་རྣམ་པ་ཚོ་བུ་ནི་གཞུག་དེ་ཉིད་རྣམ་པ་ཚོགས་ཀྱི་བས་ཡིན་གཅིག་མི་རྙེད། ཅིག། ཡག་པོ་གསན་དགོས་ཡ་ཅིག་དང་ཁོང་རྣམ་པའི་བཀའ་སློབ་དུ་སོ། གསན་པ་ཙམ་དུ་མ་ཟིག་སོ་སོའི་སེམས་ནང་དུ་དུག་བྱས་ནས་དཔྱད་པ་བྱེད་དགོས་ཡ་རེད་ཞུ་ཡ་རེད། ད་དེ་ནས་ཁ་སང་ནས་ཁ་ཉིན་ད་ལྟ་དེ་གཤིན་རྗེའི་མེ་ལོང་གི་ནང་ནས་ད་ཁ་གསོ་དགོས་རེད་མ། ཅིག། བྲིས་ཀྱི་བརྗོད་བྱ་དང་འབྲེལ་བའི་དོགས་གནས་དག་ཚིག་ཁ་ཤས་ར་བ་ཐུག་ཆེར་ཤོད་འདོད་ཡོད་ཡོད་རེད། ད་གལ་ཁ་ཉིན་ཤོད་འདོད་ཡ་དེ་ང་རང་ཚོ་གོང་ས་བཅུ་བཞི་པ་གི་དང་དེ་འདི། ང་རང་ཚོ་བོད་མི་རིགས་ནང་ལ་ཁ་དང་ཁ་བུ་ཡན་ཆུ་ཆུ་དང་ཟང་ཟིང་གི་འབྲེལ་བ་གཅིག་གི་དགོས་པ་དེའི་གི་ཁུངས་གཏུག་ས་དེ་རྒྱ་བ་ལྔ་པ་ཉིན་སྲས་ད་འཛམ་གླིང་གི་ས་གཞི་རིན་པོ་འདི་གི་སྟེང་ལ། ད་ཡོན་ཁྱབ་ཀྱི་ཐོག་ནས་ད་པེ་ཁོ་རང་གི་གསལ་བསྒྲགས་དཔེ་དང་དཔེ་རྒྱན་པ་ཅིག་འདུག་ཆགས་བསྡད་ཀྱི་ཡོད་རེད་དེ་ཡིན་དུས་རྩམ་པ་དེ་ཚོ་གི་ཐོག་ལ་ད་ང་རང་ཚོ་བོད་ཡིག་གི་ཡིག་རྩ་འཛིན་ས་འདྲ་བོ་དེ་ད་དེ་ཡིན་དུས་རྩམ་པ་ད་དེ་ཚོ་གི་ཐོག་ལ་ང་རང་ཚོ་བློ་གཟུ་བོར་གནས་པའི་དཔྱད་པ་བྱེད་དགོས་ཡ་ཅིག་འདུག་ཞེས་ཆགས་ཡོད་རེད། ཨན་དེ་གི་ཐོག་ནས་ད་གལ་སྲིད་ཁ་ཉིན་ངས་ད་འདི་འདི་ཕྱིན་ཆད་མེ་ལོང་ནང་ལ་ཡང་ཅིག་བྲིས་ཡོད་རེད་ལ་ན་ཨན་དེ་དང་འབྲེལ་བའི་ཐོག་ནས་ད་གལ་སྲིད་ཁ་ཉིན་སོ་སོ་གི་ཅིག་བསམ་ཚུལ་དྲན་གསོས་འདྲ་བོ་འདུག་ཅེས་མ་ཞུས་པ་རེད། ད་ལྟའི་ཤོད་ཡོན་དུ་བརྩམས་པ་ཁལ་ས་ཆགས་བཞག་པ་ཡིན་པས་ཡིན་ན་ད་ང་རང་ཚོ་སྤྲུལ་སྐུ་གྲགས་པ་རྒྱལ་མཚན་ཟེར་ཡ་དེ་བཀྲོངས་མཁན་གྱི་ལག་དམར་བ་ངོ་མ་དུ་སུ་རེད་ཟེར་ཡ་ད་དེ་རེད། དེའི་བརྒྱུད་རིམ་ནང་ན་མ་བརྟགས་ཡོན་དུ་བརྩམས་པ་ད་ལྟ་བར་དུ་ང་རང་ཚོ། ང་རང་ཚོ། དཔེར་ན་ད་སོ་མ་རྒྱལ་ཆེན་རྡོ་རྗེ་ཤུགས་ལྡན་བསྟེན་གསོལ་མཆོད་འཐུ་བྱེད་མཁན་འམ་རི་བོ་དགེ་ལུགས་པ་གི་ལྟ་གྲུབ་རྩིག་ངར་གཙང་མ་འཛིན་མཁན་རྣམ་པ་ཚོ་གི་སེམས་ཀྱི་ནང་ལ། འདིའི་སྤྲུལ་སྐུ་གྲགས་པ་རྒྱ་མཚོའི་སྤྲོ་མཁན་ངོ་མ་དེ། སུ་ཡིན་མེད་ཀྱི་ཐོག་ལ། སྐྱེས་པ་གཏིང་ཟབ་པོ་ཅིག་གནང་མཁན་ཕ་ཆེ་བྱུང་མེད་པའི་བཟོ་འདྲ་བ་ཅིག་ད་ག་ཟེ་ཁ་ཤས་ཀྱིས་བྱུང་ཡོད་པའི་དབང་དུ་བཏང་ན་ལས་ཁོ་རང་རྣམ་པ་ཚོ་གི་པའི་སེམས་ཐོག་ལ་མྱོང་ཚུལ་གང་བྱུང་མ་དེ་ཚོ་དེ་ད་ནི་ང་རང་ཚོ་སྤྱི་ཚོགས་འདི་གི་ཐོག་ལ་ཡིག་ངག་གཉིས་ཐོག་ནས་མ་བཞག་ཐོག་མེད་པའི་བཟོ་འདྲ་ཐོག་ཆགས་བསྡད་ཀྱི་ཡོད་རེད། ཡིན་དུས་བརྩམས་པ་ད་ང་རང་ཚོ་ཁ་སེང་ནས་ཞུས་པ་གནང་གིས་ཀྱི་བྱ་བ་སྔ་ཕེབས་ཀྱི་བས། མཛད་པ་ཟེར་ཡ་དེ་ཐུན་མོང་དང་ཐུན་མོང་མ་ཡིན་པ་གཉིས་པོ་དེ་སྐབས་ཆེ་ང་རང་ཚོ་ད་ལྟ་ཐུན་མོང་བ་གི་བས། གདུལ་བྱ་རྣམས་ལ་སྣང་ཚུལ་མཐུན་སྣང་དུ་གྲུབ་པ་ད་དེའི་ཐོག་ནས་ཤེས་དགོས་པ་ཡིན་དུས། ཐུན་མོང་བས་ཀྱི་ང་རང་ཚོ་གི་དངོས་སུ་རིན་ཐང་བྱུང་བ་དེ་ག་རེ་བྱུང་ཡོད་རེད་ཟེར་ན་ད་གཟིམ་ཁང་འོག་གི་གཟིམ་ཁང་གོང་མ་ཟེར་ཡ་དེ་བླ་མ་གི་སྐུ་བཀྲོངས་པ་རེད་སྐུ་གདུང་ཆུ་ལ་གཡུགས་པ་རེད། དེས་མ་ཚད་པ་གུས་པས་བླ་བྲང་དུ་སོ་སྐྱེས་བཏབ་པས། རྩ་མིག་ཤུ་ལྷག་བཏང་ནས་ད་གང་ལྟར་གཟིམ་ཁང་གང་ཟེར་ཡ་དེ་དེ་ནས་བཟང་ན་མིང་ཙམ་མེད་པར་ཐོགས་ཤིག་བཟོས་ཡོད་རེད་དེ་ང་རང་ཚོ། དངོས་སུ། ཨ་ནེ། ཅིག་ཐུན་མོང་མ་གུས་པས་དངོས་སམ་གུས་པས་ད་བསྐྱོད་ཡུལ་ཡོད་དུ་བསྐྱོད་པ་དེ་རེད་བྱས་ཙང་དེ་ཡིན་དུས་བརྩམས་པ་ད་དེ་གཞི་བཞག་གི་ཐོག་ནས་མ་ཞུ་ག་ཡ་ཐོག་ཆགས་ཡོད་རེད་དེ་ཡིན་དུས་བརྩམས་པ་ད་དེའི་གི་བརྒྱུད་རིམ་ནང་དུ་མ་བརྟགས་ཡོང་དུས་བརྩམས་པ། ད་དེ་འདྲའི་གེ། གར་སོགས་དགོས་རེད། འབྲས་སྤུངས། ཆོས་སྡེ་ཆེན་པོ་དཔའ་བརྟན་འབྲས་དཀར་སྤུངས་པའི་གེ་བེད་དེ་གླེང་དེ་གི་ནང་ལ་དེ་འདྲའི་གེ་བེད་ད་ལོ་རྒྱུས་ཐོག་ལ་བྱུང་མ་མྱོང་པ་གི་ད་མི་སོ་ཁྲག་གཅིག་གི་ལས་ཀ། དེ་མ་ཚད་པ་གི་བེད། བླ་བྲང་གཟིམ་ཁང་དང་བཅས་པའི་རྩ་མི་ཤུ་ལག་སྟོང་འགྲོ་ཡ་གི་ལས་ཀ་དེ་འདྲའི་གི་ཆགས་ཡོང་དུས། དེའི་གི་ཐུགས་ལ་བྱས་པ་པོ་དེ་སུ་ཡིན་མིན་དེའི་གི་བྱེད་དགོས་པའི་གི་དམིགས་ཡུལ་དེ་སུ་ག་རེ་ཡིན་མིན་དེ་ད་ལྟ་བར་དུ་ང་རང་ཚོ་དྲང་པོ་ཤེས་ན་གསལ་པོ་བྱུང་མེད་པ་འདུག་ཆགས་ཡོད་རེད། ཁ་སང་གུས་པ་ནག་སྐྱེས་གི་གོང་མ་རྣམ་པ་ཚོ་གི་དེའི་གི་ཐུགས་ལ་སྐད་ཅིག་བཀའ་སློབ་ཅིག་གནང་དགོས་པ་ཡིན་དུས། ཐབས་མཁས་པོ་གི་ཐུགས་ནས་དེའི་གི་གི། བཀའ་སློབ་སྣ་ཚོགས་ཀྱི་ཕེབས་ཡོད་རེད་དེ་ཚོ་ང་རང་ཚོ་ཁ་སང་གུས་པ་ནག།